ད་མན་ཐོན་འདྲ་པོ་བྱས་ལ་ང་ཚོ་བཟོས་པ་རེད། བཟོ་ཚར་དུས་ད་ལྟའི་ལང་ལེན་བྱེད་ཡ་ལས་བསམ་བློ་གཏོང་ན་དཀའ་ཆེ་པོ་འདུག་དྲན་གི་འདུག་ང་ཚོ་བདེ་སྐྱིད་བྲེལ་ར་གི་བསམ་བློ་གི་ནང་ལས་ད་ཆོས་ལུགས་སྐད་ཅིག་དེ་ཉུང་ཉུང་བྱེད། གཙོ་བོ་ང་རང་ཚང་གི་སོ་སོ་གི་འཚོ་བ་ལས་རུང་རྟོག་རུང་པའི་བྱེད་ཡ་དུ་ཨ་ནེ་ཞི་འཚོ་ལ་དེ་དུ་ཞབས་འདེགས་ཞུ་ཐུབ་ན། དེ་འདྲ་བཟོ་ཡ་གི་མི་ཡི་གཙོ་བོ་འདྲ་པོ་དེ་ང་ཚོ་དེ་བཟོས་པ་རེད།

ཨ་ནི་རང་རང་སོ་སོ་གི་སྤྱི། ད་ལྟ་མོ་མ་ཡིན་པ་ལས་ཀ་ལས་དེ་ཚོ་བསམ་བློ་གཏོང་གི་རེད་འདེང་བྱེད་ཀྱི་རེད་ཅི་དགེ་གི་རེད་བ། ཆོས་ཟེར་ཡ་དེ་འགྲིག་ན་བཤད་དུ་ཆོག་གི་རེད་མ་འགྲིག་ན་བཤད་དུ་ཆོག་གི་རེད་གོ། ཨ་ནི་རྗེས། དྲུང་དུ། ཨ་ནི་སྟོང་བསང་དུ་ཚང་མ་ཡ་ཟེར་མ་ཟེར་བྱེད་དེ་སྡུག་ད་ལྟ་དུག་རྫས་འགྲོ་ཡ་འདྲ་པོ་ཅིག་འགྲོ་འཕྲོ་བརླག་རེད་ང་ཚོ་ལོ་བརྒྱད་བརྒྱ། ཚུན་བཅད་ཧ་ལམ་བདུན་བརྒྱ་གྲོགས་ཅིག་ལ། ད་ལྟ། བྱས་ཙང། བྱས་ཙང། ད་བཤད་ཡས་དེ་ང་རང་ཚོ་ལས་ཀ་བཟོ་སྟངས་སྐོར་ལས། དཔེར་ན་ང་ཚོའི་བདུན་ཕྲག་རེ་རེ་གི་ནང་ལས་ངས་ད་རེས་ལས་ཀ་གསར་པ་ག་རེ་བྱས་ཡོད། དེ་ནས་ལས་ཀ་དེ་ལ་ངས་མི་ཡི་འགྲོ་རྒྱུ་དེ་ག་རེ་འགྲོ་དེ་མ་འགྲོ་ས་དེ་ག་རེ་རེད་དེ། ནས་མ་འགྲོ་ས་དེ་གཅན་ཆ་དེ་ག་རེ་བྱུང་སོང། ཨ་ནས་མི་ཚང་མ་བློ་བྲིས་བྱས་ནས་ད། དཔེར་ན་ང་གཉིས་གཅིག་གི་ལས་ཀ་ཞིག་རེད་ན་ངའི་ལས་ཀ་དེ་ངའི་སྲང་ལ་གཏོང་པ་ལས་ཀྱང་ང་ཚོ་ཚང་མ་དེ་སྲང་ལ་ཅིག་གཏོང་བྲལ་ཀ་ཅིག་བྱས་ན། དེ་ལས་གྲོགས་ཀྱི་ཡོང་གི་རེད་པ། བྱས་ཙང་ང་ཚོས་ད་ལྟ་མིག་སྔར་ལས་ཀ་ག་རེ་བྱེད་ཀྱི་ཡོད་ལས་ཀ་དེའི་ནང་ང་དཀའ་ལས་ག་རེ་སྤྲད་ཀྱི་འདུག་དཀའ་ལས་དེ་སེལ་ས་ལ་ག་རེ་དགོས་ས་རེད། དེའི་སྐོར་ལ་བྲིས་ཁ་བཟོས་ན་དཔེ་ཡག་པོ་ཡོད་ས་རེད་དྲན་གྱི་འདུག་དེ་བྱས་ན་སོ་སོ་གིས་ཨ་ནི། དཔལ་འབྱོར་ཡར་རྒྱས་གཏོང་ཡས་རེད། སློབ་སྦྱོང་ཡར་རྒྱས་གཏོང་ཡས་རེད། བུ་རྗེས་གསོ་ཡས་རེད་ཕ་མ་གསོ་ཡས་རེད། གཙོ་བོ་དེ་ཚོ་གལ་ཆེན་པོ་རེད་མ་གཏོགས། ཨ་ནེ་བླ་མ་རྒན་པ་དང་བསྟན་པ་སེང་ཆེན་དང་སྐྱེ་བ་སྔ་ཕྱི་དང་ཚང་མ་ང་ཚོ་གཅིག་མཇལ་ཡང་གླིང་གེ་རེད་དྲན་གི་མི་འདུག། ད་ལན་ཡང་འདི་ན་ལས་གསར་པ་གཅིག་ལ་ཁ་སེང་གླིང་གེ་གསར་གཏོང་ནས་ད། འོ་ཞག་མ་པག་གི། ཀ་རེ། མཐའ་ཡས་རྡོ་རྗེ་བུ་དེ་གང་མ་བཟོད་ཀྱི་ཡོད་རེད་ཕྲིན་ལས་རྡོ་རྗེ། མཐའ་ཡས་རྡོ་རྗེ་སྨྱུག་གཅིག་གཅིག་རེད་ཟེར་གྱིས་གཏོང་བྱུང་ཨ། ད་དེ་ཚོ་ཇུས་གཏོགས་ཞེ་དྲག་བྱེད་ཡ་མི་འདུག། བསམ་བློ་ཡག་པོ་གཅིག་གཏོང་འདོད་ངས་བསམ་བློ་གཏོང་ན། ཨ། ཀརྨ་པ་གིས་ཀརྨ་ངན་རྩིས་བྱས་ན་འདྲ་ཀརྨ་པ་གིས་ཀརྨ་པ་ངན་རྩིས་བྱས་པ་ཡིན་ན་འདྲ། གང་ལྟར་ན་ང་ཚོ་ལ་ནི་ཁེ་ཕན་སྐར་མ་ལྔ་ཅིག་ཡོད་ལ་མ་རེད། དེའི་རྗེས་དུས་འདིང་བཞི་ཇོ་དང་དེ་སྔའི་ལོ་ལྔ་བརྒྱ་དྲུག་བརྒྱ་བཅས་ལས་ཆོས་ལུགས་དང་རྒན་པ་རྐྱང་རྐྱང་ལ་ཞལ་འདེབས་ཞུས་ནས་སོ་སོ་གི་ཁྱིམ་ཚང་དང་ཆ་ལུགས་སྟོང་བཞག་པ་རེད་མི་རིགས་ལུས་སྟོང་པ་རེད་བྱས་ཙང་ལྷ་དགུའི་ལ་དྭགས་འདི་འདྲ་བ་ཅིག་བྱུང་བ་རེད། དེ་འདྲ་ཡིན་དུས་ཁོ་ཚོ་སུ་གི་སུ་ལ་ངེས་འཛིན་བྱས་བསྡད་པ་ཡིན་ན་མདོར་ན་ཁོ་ཚོ་མི་ཉུང་ཉུང་བྱས་དུས་ཨ་ནི་རྒན་པ་ཅིག་གི་ཁེ་ཕན་རེད་མ་གཏོགས་ང་ཚོ་ལས་སྟོང་སྐད་མ་གཅིག་གིས་ཕན་ཐོགས་དེ་ཡོང་གི་ཡོད་མ་རེད། དེ་བྱེད་དུས་ད། ང་ཚོ་གིས་འདི། ཁོ་རང་ཚོ་ག་འདྲ་མི་གིས་ག་འདྲ་བྱས་བསྡད་པ་ཡིན་ན་ང་ཚོ་སོ་སོ་ལ་སྒེར་ལ་ཕན་ཐོགས་ག་རེ་འདུག་དེ་བསམ་བློ་ཡག་པོ་གཅིག་ཐོངས། ད་ང་ཚོ་ཕྱི་ནས་མ་རེད་ཕྱི་ད་ཕྱི་གི་ནི་མི་ཚོང་གི་བདག་པོ་གི་བྱེད་དུ་ལས་རང་སྲོག་བློས་གཏོང་ལ་ཕ་གང་པོས་ཕྱི་མ་གཏོགས་ལ་ཡོད་ལ་མ་རེད། ང་ཚོ་སོ་སོ་འགྲོ་བ་མི་སྤྱིའི་རིང་ས་རྡུལ་སོ་སོ་གི་ཁེ་ཕན་ལ་བསམ་བློ་གཏོང་དགོས་ཀྱི་རེད་མ་གཏོགས་ང་ཚོ་ལོ་ལྔ་བརྒྱ་དྲུག་བརྒྱ་བྱས་ལས་གྱོན་པ་དང་བླ་མེད་ཀྱི་ཆེད་དུ་སྐྱིད་པ་བྱས་ལ་བསྡད་བསྡད་པ་རེད་ད། ང་རང་གི་དོན་དག་དེ་ཕར་འཕེན་ཨེ་ནི་འཕེན་ཐུབ་ཡས་ན་འདྲ་མིན་ན་འདྲ་ཁོ་ཚོ་ལ་སྐྱིད་ལག་ཡོང་དུས་ཨོ་སངས་རྒྱས་བསྟན་པ་སྐྱིད་ལག་གི་འདུག་ཨ་ང་ཚོ་རྒན་པ་ལ་སྐྱིད་ལག་གི་འདུག་ཨ་བླ་མ་ལ་སྐྱིད་ལག་གི་འདུག་ཨ་ཟེར་བ་འདི་ཝའུ་ཝའུ་ཟེར་འཕོ་བ་གོ་ལ་རེད་ནི་རང་སྲོག་བློས་གཏོང། ད་ལྟའི་ང་ཚོའི་གི་གཤིས་ཀ་འདྲ་པོ་དེ་དེ་ཆགས་བསྡད་ཡོད། བྱས་ཙང་ད་ང་ཚོ་སང་ལ་གཏོང་ཤེས། ཨ་ནི་དེང་སང་ང་སང་གཏོང་དུས་པ། ན་ང་ཚོ་གི་ཡ་རེ་ག་རེ་ཟེར་ན་སོང་ཆས་ཤ་ཆ་ཐུབ་པ་གི། ཨ། དེ་ནི་སྟེང་ལ་ཕར་བབས་པའི་གི་ཆུས་ལུས་དེ། ད་ང་རང་ཚོ་སོ་སོ་གི་རྗེས་དེད་ན་འགྲིག། སྐྱོན་བརྗོད་གསུངས་ལ་ངས་སྔོན་མ་ནས་ལབ་ཡས་སོ་སོ་གི་གསོལ་བ་བཏབ་ན་འགྲིག་གི་རེད་མ་གཏོགས་གསོལ་བ་སྟེར་རོགས་ཟེར་ཡ་ཀྱི་ཉུག་གི་ལ་མ་རེད་ཁོ་ཚོ་བ་མི་རེད་ང་ཚོ་ཡང་མི་རེད་ཅི་པ་རེད། དེ་ནས་དེང་སང་གི་བླ་མ་དང་སྤྲུལ་སྐུ་དང་ཅི་ཟེར་དེ་དེ་ང་ཚོ་ཆུང་ཆུང་གི་སྤུ་གི་ནོར་གི་ཨ་ནི་རྩེད་མོ་རྩེ་དུས་ཁོ་གེ་སར་ཡིན་ང་འདན་མ་ཡིན་ཁོ་ཤན་པ་རེད་ཅི་ཟེར་ལ་རྩེད་མོ་རྩེ་ལ་གཉིད་རེ་རེ་གི་གླིང་གི་དཔའ་ཐུ་རོལ་གི་མི་ཁུ་རྒྱུག་འདུག་ད་ལས། དེང་སང་གི་སྤྲུལ་སྐུ་བླ་མ་ཟེར་དེ་དང་སྐྱེས་པ་གཅིག་རྐྱང་རེད་མ་གཏོགས་དེ་ལས་དམིགས་བསལ་གྱི་ངས་ག་གེ་མཐོང་གི་མི་འདུག། གང་ལྟ་ན། སངས་རྒྱས་ཤཱཀྱ་ཐུབ་པ་གིས་བསྟན་པའི་བཤད་དགོས་པའི་ཆེས་དེ་དང་མཐུན་པ་ཞིག། གུས་པར་བྱས་ན་འགྲིག་གི་རེད། དེ་ལས་འགའ་གསུང་མཁན་གྱིས་སངས་རྒྱས་ཤཱཀྱ་ཐུབ་པ་གིས་གཏན་ལ་ཕབ་དགོས་པ་དེ་རྩ་ཡིག་གི་རྩ་དོན་དེ་ག་རེ་ཞིག་གི་རེད་ཟེར་ན་ང་ཚོ་བོད་ནང་དེང་སང་གུང་ཁྲན་ཏང་ཡོན་ཡིན་ན། གཏམ་གང་ནང་ལ་བསྟན་པའི་བཤད་གྲྭ་བ་དེ་དང་འགའ་ཆོག་གི་ཡོད་མ་རེད། སངས་རྒྱས་ཤཱ་ཀྱ་ཐུབ་བ་གི་རྗེས་འཇུག་ཅིག་ཡིན་ན་རྩ་ཡི་རྩ་བ་དེ་རྨོངས་ཀྱི་འདྲ་བོ་དེ། འདུམ་འགྲིག་སེམས་མཁན་གྱིས་དགེ་སློང་ཡིན་ན་དགེ་སློང་གི་འདུམ་འགྲིག་སེམས་ཀྱི་དགེ་ཚུལ་ཡིན་ན་དགེ་ཚུལ་གྱི་འདུམ་འགྲིག་དང་མ་འགལ་བ་ཅན་གྱིས་ཡོད་ན། འོ་ད་ལྟའི་ང་ཚོ་དད་པ་བྱས་ན་ཆོག་གི་རེད་ཡིན་གྱི་མིན་གྱི་གཡོག་པོ་རྒྱུག་དགོས་ཀྱི་མ་རེད་དེ། དེ་ལས་འགའ་ཚར་ན། སུ་ཡིན་ན་འདྲ། ཨ་ནི། གཡོ། གཞོ། ཁྲོ་གསུམ་གྱི་སྒོ་ནས། ཆེས་ལུས་པའི་རྗེས་གཏོང་དེ་ང་ཚོས་ད་བོད་མི་མང་ཚོགས་མུ་མཐུད་འགོ་བཀོད་གཏོང་ཡོད་ན། སུ་ཡིན་ན། ས་དགེ་བཀའ་རྙིང་གི་བླ་མ་སུ་ཡིན་ན་ང་ཚོས་དད་པ་མ་བྱས་ན་འགྲིག་གི་འདུག་བཟོ་ན་ང་ཚོ་གི་ནོར་འཁྲུལ་རེ་དྲན་གི་འདུག་བྱས་ཙང་དེ་ལས་གཡེལ་བ་མི་འདུག་ཆད་པ་མི་འདུག། མདོར་ན་ཤཱཀྱ་ཐུབ་པའི་སྐད། བསྟན་ལ་བར་བབས་པའི་དགེ། ཆོས་འདོད་དང་འགལ་བྱེད་མཁན་ཅིག་ཡོད་ན། འོ་ད་སུ་ཡིན་ན་དེ་འགྲིག་གི་ཡོད་མ་རེད་དེ་ནི་གཡོ་སྒྱུ་འཕྲོག་བསྲུང་གི་ལས་ཀྱི་བྱེད་སྟངས་ཡོད་རེད། བཀའ་རྒྱུད་ཀྱི་སྟེང་དུ་ཡིན་ན་འགྲིག་གི་མ་རེད་ས་བཅད་ཀྱི་སྟེང་དུ་ཡིན་ན་འགྲིག་གི་མ་རེད་དགེ་ལུགས་གཉིས་མ་སུ་ཀྱི་སྟེང་ནས་ཡིན་ན་ཁ་གཡར་ས་རེད་མ་གཏོགས་དེ་འདྲ་སྡུག་སྡུག་ཁོ་རང་ཚང་མི་ཁ་ཤས་ཀྱིས་ཀྱི་ད་ཁེ་ཕན་གྱི་ཆེད་དུ་རེད། རྒན་པོ་ཁེ་ཁེ་ཅིག་དེ་རེད། ཨ་ནི། བཀའ་བརྒྱུད་དང་ས་སྐྱ་དང་དགེ་ལུགས་དང་ནི་འདི་ཡག་པོ་ཅིག་བརྗོད་དང་ང་རང་ཚོར་བལྟ་ས་ཅིག་འདུག། འཛམ་བུ་གླིང་ལ་རང་གི་ལྟོ་གོས་འཇགས་སོང་ལ་སྲང་ལ་མི་གཏོང་མཁན་རྒྱན་གཅིག་ལ་ཨ་ནི། མི་སྒེར་ཁ་ཤས་ཅིག་གི་ཆེད་དུ་ལ་ཨ་ནི་བློས་གཏོང་ལ་འཁྲུལ་པ་བརྒྱད་བརྒྱུད་བསྡད་མཁན་དེ་ད་དེང་སང་ཧ་མ་ཡོད་རྒྱུ་མ་རེད་ན་སྔ་མོ་ཡོད་ལ་རེད་དེང་སང་ང་ཚོ་འགྲོ་པ་ནང་གི་ཕྱི་དེ་ཡོད་རེད་མ་གཏོགས་ལ་དེ་ནི་ཕ་རྒྱལ་ཡོད་ལ་མ་རེད་འོ་དེ་དུས་སང་ཡག་པོ་ཅིག་ཡིན་རུང་གྱིས། དེ་ནི་ཕྱི་གཏོང་བྱས་པ་ཡིན་ན། དེ་སོགས་གྲུབ་མཐའ་རིས་མེད་ཟས་མང་པོ་ཞིག་ལ་བརྡལ་གྱི་འདུག། གྲུབ་མཐའ་རིས་མེད་ཟས་དེ་ག་རེ་བྱས་ན་འགྲིག་གི་རེད། གྲུབ་མཐའ་རིས་མེད་བྱེད་པ་ལས་ཀྱང། ང་ཚོའི་མི་སེར་དེ་ཚོ་ཆོས་ལུགས་གྲུབ་མཐའ་གི་འཁྲུག་རྩོད་ནང་ལ་མ་ཞུགས་ལ་བསྡད་བསྡད་ན་དེ་ཡག་ཤོས་རེད། རིན་མེད་བྱས་མ་བྱས་གལ་ཡོད་མ་རེད། རིན་མེད་ཀྱི་དོ་བོ་དོལ་མ་རེད། བྱེད་མཁན་བ་ཡོད་མ་རེད་ཁ་རེད་མ་གཏོགས་ལ། ཁོ་ས་ཆ་ས་ཆ་དཀའ་སྤྱད་དཀའ་སྤྱད་དགེ་ལུགས་དགེ་ལུགས་ཀྱི་བསྡད་ཀྱི་རེད། ཡིན་ན་ད་ལྟ་ག་རེ་ཟེར་དུས་ཁོ་ཚོ་གི་མགོ་བ་དེ་ཚོ་གི་མི་ཚེ་དེ་བེད་སྤྱོད་གཏོང་ན། ཨ་ས་ཆ་ལ་ཅི་ཟེར་གྱི་འདུག་ང་ཚོ་བཀའ་བརྒྱུད་པ་ཅི་ཟེར་གྱི་འདུག་ཁོ་ཚོ་དགེ་ལུགས་པ་ཅི་ཟེར་གྱི་འདུག་ང་ཚོ་གྲྭ་བ་མ་རེད་བ། ཁོ་ཚོ་གིས་ཆོས་ཀྱི་ནོར་འཛིན་གྱི་འཁྲུལ་པ་ནོར་ལ་ང་ཚོ་དེ་ནོར་ཡག་ཞུ་གི་ཡ་མི་འདུག་བ། ཁོ་རང་ཁོ་རང་ཚང་གི་ཁེ་ཕན་གྱི་བ་རེད་ང་ཚོ་ཁེ་ན་འདྲ་ཕོག་ན་འདྲ་ང་རང་ཚོ་སོ་སོ་ལས་ཟ་ཡ་བརྒྱན་ཡ་ག་རེ་ཐོག་གི་འདུག་དེ་བསམ་བློ་གྱིས་ཐོངས། ད་ནི་དབུས་གཙང་ན་སྔ་མོ་ཞུས་པ་རེད་རྙོག་དྲ་བཤད་པ་རེད་ཤི་ཚད་ཁྲག་གི་འཁོར་ལོ་བསྐོལ་བ་རེད་ལོ་གཉིས་བརྒྱ་སུམ་བརྒྱ་བཞི་བརྒྱ་ལ་དེང་སང་དབུས་གཙང་བ་ཡང་དབུས་གཙང་བ་གི་སེ་འདྲ་དགའ་སོང་རེད་ཉི་མ་ཚེ་ལ་རྡུང་རེས་བརྒྱུད་བསྡད་ན་ཇུས་གཏོགས་བྱེད་མཁན་མི་འདུག་བ། ཁོ་རང་ཚོས་དད། འདེམས་པ་འདེམས་བྱེད་དུ་འདེམས། དད་པ་བྱེད་བྱེད་དུ་དད། གླིང་བསྐོ་བྱེད་བྱེད་དུ་བསྐོ་ར་བྱེད་འགྲོ་དུ་མ་དོ། དེང་སང་བསྡུ་ཤུལ་དེ་ང་ཚོ་ལྟར་ཡོན་ཏན་མེད་ཚར་དུས་བླུན་པོ་མང་ཚར་དུས་ཁམས་པ་རེད། ཨ་ནེ། ངས་རྒན་པ་ཁོས་རྒན་པ། ང་ཚོ་རྒན་པ་མེད་པ་ང་ཚོ་ཆོས་ལུགས་མ་རེད་པ། ཆོས་ལུགས་གྲོང་རྡལ་གྱི་མི་མ་རེད་པ། དེ་ལས་རྩེ་གི་རང་ཡ་མ་ང་གི་གཅིག་གི་ང་རོ་ཁྱི་མཚུངས་དེ་ཡག་པོ་ཅིག་བཟོ་གི་ལོ་རེ། ཨོ། ངེད་གི་སྤུ་གུ། ངེད་གི་རྒན་མོ། ངེད་གི་ཁྱོ་ཁྱོ་ག། ངེད་གི་ཨ་ཕ་ངེད་གི་ཨ་མ་དེ་བདག་པོ་ཡག་པོ་ཅིག་བྱོས་ན་དེ་ག་ལ་རེད་དོ། ཆོས་ལུགས་གྲུབ་མཐའ་རིང་མའི་སྒེར་རང་ག་གས་ཡོད་ལ་མ་རེད། ག་སྲིད་ང་ཚོའི་མི་སེར་དེ་ཚོ་གྲུབ་མཐའ་ནང་གུས་ལས་རྙོག་དྲ་མ་བྱས་སྤྱི་ཚོགས་དེའི་ནང་མ་གུས་པ་ཡིན་ན་བླ་རྒན་གྲ་རྒན་ཁ་ཤས་ཀྱིས་ཁོ་རང་ཚོ་འཁྲུས་པ་བྱས་དེ་ན་ག་གས་རང་ཕོག་ནས་ཀ་བ་བཟོ་ཡ་ཡོད་མ་རེད། གྲུབ་མཐའ་རིས་མེད་ཡིན་ནམ་མིན་ན་ང་ཚོ་ལ་རྒྱུས་འབྲེལ་བ་ཡོད་ལ་མ་རེད་རྒྱུས་དོགས་ཡོད་ལ་མ་རེད་ང་ཚོ་མགོ་སྐོར་ནང་ཚེའི་བསྡད་གི་ཡོད་རེད་དེ་སང་ལ་ཡག་པོ་ཅིག་གཏོང་འོ་གང་ལྟར་ན། ཨ། འཕྲིན་ལས་རྡོ་རྗེ་གི་ངེས་འཛིན་བཤད་ན་འདྲ་མཐའ་ཡས་རྡོ་རྗེ་གི་ངེས་འཛིན་བཤད་ན་འདྲ། ཨ་ནི། འཕགས་ཀྱི་བུ། ངེས་འཛིན་བཤད། བླ་མ་ལོ། དེའི་གི་བུ།

དང་པོ་ནི་སྐུ་བརྒྱ་ག་བ་ཡུལ་དུ་སོང་ངེས་དེ་ད་ལྟ་ཡོད་རེད། དེའི་སྐལ་མི་དེ་ཚོ་ལ་རིག་གནས་ཆུ་ཟད་དེ་འདྲ་བ་ཡོད་ལབ་པ་རེད། བྱས་ཙང་ཨ་ནི་དེ་འདྲ་ཆུང་ཆུང་བྱས་ལ་ཅིག་ཅིག་མགོ་སྐོར་གཏོང་རེ་བྱས་སོང་བ། ཨ་ནི་ཁྱོད་རང་ཚོ་ལ་ཕན་ཐོགས་ག་རེ་བྱུང་སོང། ཁོ་རང་ཚོ་མི་སྒེར་ཁ་ཤས་དགོན་པ་ཁ་ཤས་ཅིག་གི་ཁེ་ཕན་རེད་མ་གཏོགས་མི་སེར་ལ། གོ་མོ་རྒྱག། རྩམ་པ་ཕོར་གོང། མཛེས་ཕོར་གོང་གི་ཕན་ཐོགས་རྒྱུན་སོང་དུ་མ་སོང་དེ་བསམ་བློ་ཡག་པོ་ཅིག་ཐོངས། ད་ཁོ་རང་ཚང་གི་ཁེ་ཕན་གྱི་དན་ཏོག་ལས་ནི་ང་རང་ཚང་གི་ད་ལྟ། ཁྱེད་ཀྱི་བཟོ་སྟངས་ཅིག་ལ་རང་ཚོ་བློས་གཏོང་དགོས་ཡ་མི་འདུག་ཨ། ད་ཐིག་གི་ནས་ན་ས་འདྲ་པོ་བདེ་འདྲ་པོ་དེ། ཨ་ནི། ཁྱོད་ཀྱི་དགོན་ཆེན་ཆེ་ཚ་དེ་བཟོ་བཅུག་འདུག་བོད་སྤྱི་ཡོངས་བོད་ནང་ནས་འབྲོག་པ་དང་ཁྲོམ་པ་ཅན་མང་མང་ཞིག་དེ་དེ་རེད། འོ་དེ་གས་ད་ཆོས་ལུགས་ཀྱི་ནད་ངན་དེ་གས་ད་ང་ཚོ་བོད་སྤྱི་དེ་ང་ཚོ་བོད་སྤྱི། སྤྱི་ཚོགས་ཀྱི་མི་སེར་དེ་ཚོ་ལ་དཀའ་ངལ་ཅིག་ཚོ་མགོ་སྐོར་གཏོང་ཡ་དེ་ང་རང་ཚོ་གཏོང་བསྡད་ཀྱི་ཡོད་རེད། ངས་ཆོས་དད་པ་མ་བྱེད་ཟེར་གི་མེད་དད་པ་བཟོ་ངེས་རེད་ཟེར་ཚོང་ན་འདན་བ་འདན། ཤ་རྒྱགས་ཐུབ་པ་གི་བསྟན་པ་གི་རྗེས་སུ་འཇུག་བསྟན་པ་ཡང་དག་པ་གྱི་སྐྱོང། ཁོ་ཚོ་བསྟན་པ་གསུང་མཁན་མ་རེད་པ་བསྟན་པ་ཤེས་མཁན་རེད་ཤ་རྒྱགས་ཐུབ་པའི་གི་ཨ་ནི་ལངས་ལུགས་སོགས་དེ་ལས་རྟོག་ཤེས་བྱེད་ཡོང་དུས་དེ་བསྟན་ཤེས་རེད་མ་རེད་བསྟན་སྲུང་མ་རེད་པ། འོ་མདོར་ན་ད་རེས་ད་རེས་བཀའ་སྤྱི་ཚོང་གི་ལས་ཀ་འདི་ལ་ཁྱེད་ཚོ་ཡག་པོ་གྱིས་ལྟོས།

ཨ་ནི་རྙོག་དྲ་མ་བྱེད། བདག་གིས་དྲི་ར་རྣམས་དེར་མང་པོ་མ་བཤད། ཨ་ནི་ངས་བལྟས་ན་ང་རང་ང་རང་ཚོ་ལས་ཀ་བྱེད་ཁོ་རང་ཚོ་དཀར་ཕྱིན་ན་ཇུས་གཏོགས་གཙོ་བ་ཡིན་ན་མ་གོ་གཡུ་ཁོ་དང་ཉི་མ་ཅན་ཁོ་ཚོ་བདག་པོ་བྱེད་མཁན་མེད་པ་ཆགས་འགྲོ་གི་རེད། གང་ལྟ་ན་ཁྲམ་པ་དང་ཇོ་མག་གི་ལས་ཀ་དེ་སུ་གིས་བཟོ་ཟིན་གི་ན། འཕྲིན་ལས་རྡོ་རྗེས་ཟིན་ན་ཟིན་མཐའ་ཡས་རྡོ་རྗེས་ཟིན་ན་ཟིན་དོན་མ་འགྲིག་ཚར་བ་རེད། འོ་སངས་རྒྱས་ཤཱཀྱ་ཐུབ་པ་གིས་ཨ་ནི་སྟེང་ལ་ཕ་ག་བུ་གི་ཆུའི་ལྟོད་དུ་མཐུན་པར་གྱིས།

ཨོ་བྱས་ཙང་ཆོས་ཟེར་ན་ང་རང་ཚོ་དངོས་གནས་བཤད་ན་ཨ་ནི་བདུན་ཕྲག་རེ་རེའི་ནང་ཡང་ན་ཟླ་བ་རེ་རེའི་ནང་ལ་ང་རང་ཚོ་ཞིང་ཆེན་དེ་ཚོ་ཚོས་སྙམ་པོ་འདུག་ཨོ་མཆོད་པ་རེད་པ་གང་བདེན་མོ་རེད་པ་འདེ་སྣང་བ་སྐྱིད་པོ་བྱེད་རེད་པ་ཆོས་ཟེར་སྣང་བ་སྐྱིད་པོ་བྱེད་ས་རེད་དེ་བཤད་ན་མ་འགྲིག་པ་མི་འདུག་ཨོ་མདོར་ན་ང་ཚོ་གི་ལས་རྒྱུ་འབྲས་ལ་ཡིད་ཆེས་བྱེད་སངས་རྒྱས་ཁ་ཅིག་བསྟོད་པའི་གི་ཆེད་དུ་ཇི་མ་ཇི་གིན་བྱེད། དེ་བྱས་ཙང་འགྲིག་གི་ཡོད་རེད་མ་གཏོགས་དེང་སང་བོད་ལ་ད་གཟིགས་བླ་མ་དཀྲུག་གི་ནང་གི་བཟོས་ཁ་བ་དེ་བརྒྱ་ཤ་དགུ་བཅུ་གོ་ལྔ་དེ་སངས་རྒྱས་ཁ་ཅིག་བསྟོད་པའི་ཆེད་ལ་ལོག་པ་ཅིག་མ་གཏོགས་མཐོང་མ་བྱུང། འོ་ངས་དེ་ལ་དགག་པ་བྱེད་བསྡད་ཟིན་མ་གཏོགས་ཁ་ཅིག་བསྟོད་པའི་ཆེད་ལ་དགག་པ་བྱེད་གི་མེད། ད་དེང་སང་བལྟས་ཚོད་ཀྱི་དྲག་ཤུལ་དེ་དགེ་ལུགས་པ་དེ་རེད་དྲག་ཤུལ་གྱི་རེད་མ་གཏོགས་དེ་མིན་ཚང་མ་དེ་སྐྱིད་སྐྱིད་གི་སྡུག་ཚ་དག་དག་རེད་ངོས་ཟིན་གི། འོ་ད་ང་ཚོ་ལྷ་འདྲེ་གི་དན་ཏོག་ལ་ཨ་ནི་དཀའ་ལས་རྒྱག། ཨ་ནི་དངོས་གནས་བཤད་ན་ང་ཚོས་དཀོན་མཆོག་སྲུང་ཟེར་ཡ་དེ་ང་ཚོས་ཚུར་བཤགས་མཁན་རེད་མ་གཏོགས་ང་ཚོ་གི་ཕ་བཤགས་མཁན་གི་མ་རེད་པ། ལྷ་གཏོགས་བླ་མ་ཟེར་ཡ་དེ་ང་ཚོ་ལ་ཚུར་བཤགས་མཁན་རེད་མ་གཏོགས་ང་ཚོ་ཕ་བཤགས་མཁན་མ་རེད་པ། ཆོས་གཞུང་སྲུང་མ་ཟེར་ཡ་དེ་ང་ཚོས་ཚུར་སྲུང་མཁན་རེད་མ་གཏོགས་ཕ་སྲུང་མཁན་མ་རེད་པ། དེང་སང་ང་ཚོ་མི་སེར་འདི་གིས་ལྷ་བླ་མ་སྤྲུལ་སྐུ་ཆུ། སྲུང་མ་ཐམས་ཅད་དུ་ཕར་སོང་ལ་བཟླས་དུ་བགེགས་བསྡུ་བ། ད་འདི་སྔོན་ནས་དྲོངས་ནས། འཇིག་རྟེན་གནས་ལུགས་དང་འགལ་བ་དང་པོའི་ཕྱི་ལུགས་དང་འགལ་བ་གི་ལས་ཁ་ཅིག་བོད་པ་ཚོ་ལས་བསྡད་ཀྱི་ཡོད་རེད། འདི་མཇུག་ཏུ་ང་ཚོ་ལྐུགས་པ་རིན་གྱི་དོན་མིན་གྱི། བླུན་པོ་རིན་གྱི་དོན་མིན་གྱི། འདི་ཡག་པོ་ཅིག་བརྗོད་འོ་བཀྲ་ཤིས་བདེ་ལེགས། དེ་ནི་བཟང་སེམས་ཡིན། བཟང་སེམས། སྨན་བསད་དེ་ཁ་མོ་ཡོད་ལ་རེད། ནི་མ་དགའ་ན་ནི་མ་ཐུག་ཅིག་ཧོ། ནི་སྐད་ཆ་ལ་མ་དགའ་ན་མཐོ་རྒྱོ་རྡོ་པ་རྒྱོ་དགའ་པ་རྒྱོ་བཀྲ་ཤིས་བདེ་ལེགས།